གནས་ཚུལ་མང་པོ་ཞིག་ང་ཚོའི་གི་ཅིག་འཆར་གཞི་དང་རེ་བ་བརྒྱབ་པ་ནང་བཞིན་ཅིག་ཡོང་གི་ཡོད་པ་མ་རེད། དེ་ཡོང་གི་མེད་པ་ཡིན་དུས་ས་ནས་ཅིག་མཚམས་མཚམས་ནས་ཧ་ལས་མཚམས་མཚམས་ནས་འུ་ཐུག་དང་གང་ལྟར་ལྕགས་ཟིན་དགོས་པའི་གནས་སྟངས་མང་པོ་རེ་བ་ཅིག་ཡོང་སྡིག་ཡོད་རེད། དང་མདོར་ན་འགྱུར་བ་མང་པོ་ཅིག་མི་ཚེའི་ནང་འགྱུར་བ་མང་པོ་ཅིག་ཕྱིན་ཕྱིན་ནས་མཐའ་མ་དེ་ལ་ཡང་ང་ཚོ་ཚང་མ་ཤི་དགོས་ཀྱི་ཡོད་རེད། ཤི་ཡག་དེ་ཡང་འགྱུར་བ་རབ་གཅིག་རེད་པ། ད་ང་ཚོ་མི་སྒེར་གྱི་ངོས་ནས་བསམ་བློ་བཏང་བ་ཡིན་ན། ད་མ་ཤི་ན་ཡག་པོ་འདུག་བསམ་པ་རབ་གཅིག་ང་ཚོའི་དྲན་གྱི་རོགས་དང་མ་ཤི་མ་ཤི་ཚེ་རིང་བྱུང་ན་ཡག་པོ་འདུག་ཟེར་ཡག་གཅིག་ད་ང་ཚོ་ཚང་མས་དྲན་གྱི་ཡོད་པ། ད་ཡིན་ནས་དངོས་གནས་དྲན་ལ་བསམ་བློ་གཅིག་བཏང་ན་ད་གི་སྲིད། འཛམ་བུ་གླིང་འདིའི་ཐོག་ལ་ད་ལྟ་མི། དུང་ཕྱུར་བདུན་ཅུ་དོན་བརྒྱད། ཡོད་པ་ཡོག་རེད་ཟིག་འདུག་བ། ད་དུང་འབྱོར་བདུན་ཅུ་དོན་བརྒྱད་དེ་ཚང་མ་མ་ཤི་བྱས་རྗེས་མུ་མཐུད་ནས་ལྷག། དེ་ནས་དེ་ཚོ་ལ་མུ་མཐུད་ནས་སྤུ་གུ་སྐྱེས་ཤིང་ཡང་ན་རྟ་གར་བྱ་བ་རེད་དེ། གར་བྱ་བ་རེད་དེ། དེ་ནས་རྙོག་དྲ་ལུང་པ་གང་ཡང་འགོར་བ་དཔེར་ན་ཟས་གོས་དང་ཟས་གོས་ཀྱི་མ་འདང་བའི་དཀའ་ངལ། སྡོད་གནས་ཀྱི་མ་འདང་བའི་དཀའ་ངལ་ཡང་འགོར་བ། དེ་ནས་ས་མཐའ་མ་འུ་ཐུག་ནས་མིས་མི་ཟ་བ་མིའི་སྒང་ལ་མི་བསྡད་བ་གནས་ཚུལ། ཞེད་སྣང་ཚ་བོ་མང་བོ་ཡོང་གི་རེད་བསམ་དྲན། དེ་འདྲ་ཡིན་པའི་ཡིན་དུས་སུ་དེའི་རྒྱུ་མཚན་ལ་བརྟེན་ནས་ཡ་ཆེ་ས་ནས་བཤད་པ་ཡིན་ན། ཤི་བ་ཟེར་བ་དེ་མི་ཟེར་བ་དེ་ཤི་དགོས་ཨ་ཅིག་དང། ཤི་དགོས་ཨ་ཅིག་ཟེར་མ་རེད་པ་ད། ཤི་དགོས་ཨ་ཅིག་དང། ཤི་ན་ཤི་བ་ལ་རྒྱུ་མཚན་ཡོད་པ་འདྲ་པོ་ཅིག་ཆགས་ཡོང། ད་ཡིན་པའི་ན་ཡང་ང་ཚོ། སུ་ཡིན་ན་ཡང་ད་ལྟ་བར་དུ་ཤི་མྱོང་ཡོད་མ་རེད་ཤི་ཚར་དུས་ཡོད་ཚུལ་ཚུལ་ལོག་ཡ་ཡོད་མ་རེད། དེ་འདྲ་ཡིན་དུས་ས་ནས། ཤི་མྱོང་མེད་པ་ཡིན་དུས་ས་ནས། ཤི་ཡ། འཆི་བའི་སྐབས་ལ་ཡང་ཤི་དུས་ས་ནི་ག་འདྲས་ཆགས་འགྲོ་གི་ཡོད་ཡོད་བསམ་པ་ཅིག། དེའི་བསམ་བློ་དེ་ང་ཚོར་བསྐོར་ཐུབ་དགོས་པ་དང། ཤི་མྱོང་ཡོད་ན་ད་ང་ཚོས་ཧ་གོ་དགོས་རུ་བ། ད། དེ་དུས། ཤི་དུས་འདི་འདྲས་ཡོང་གི་རེད་བསམ་བསམ་རབ་ཀྱི་ཡོང་གོ་རུ་བ། ད་ཡིན་ན་ང་ཚོར་ཤི་མྱོང་མེད་དུས། ད། ཧ་གོ་དགོས་མར་ད། ཡིན་ན་ཡང། མཚམས་མཚམས་ཅིག་ཅིག་བྱས་ན་ད་སོ་སོའི་འཁྲིས་ལས་ཡོད་མཁན་གྱི། མི་དེ་འདྲའི་ཤི་བའི་སྐབས་དང། ད་ང་ན་བཞིན་ཅིག་བརྙན་འཕྲིན་ནང་ལོགས་ལ་ཡང། མི་དེ་འདྲའི་ཤི་བ་མཐོང་དུས་བསམ་ན་ལྟོ་བོ་ཟེར་བ་ཅིག་མྱོང་ཚོར་རོ་ཡོང་གི་འདུག་ཨ་ཅི་བ་མི་དག་པ་ཨོ་འདི་འདྲའི་ཡིན་ས་རེད་བསམ་བསམ་རོ་ཅིག་ཡོང་གི་འདུག་བ། ཉིས་སྟོང་ཉི་ཤུ་ཐམ་པའི་ལོགས་ལ་ཡང། ད་རིམས་ནད། ཏོག་དབྱིབས། རིམས་ནད་ཟེར་ཡང་སྐད་གྲགས་ཆེན་པོ་དེ། བྱུང་ནས་དེའི་རྐྱེན་པས། ཉི་མ་རེ་ལ་ཡང་ད་ཅིག་འཛམ་བུ་གླིང་ཐོག་ལ་ཡང་མི་སྟོང་ཕྲག་མང་པོ་ཅིག་གྲོངས་འགྲོ་གི་ཡོད་རེད། དེ་འདྲ་བའི་གི་འཇིགས་པ་ཆེན་པོ་ཞིག་ཡོང་གི་རེད་བསམ་བསམ་རང་བཞིན་ང་ཚོ་ཕལ་ཆེར་ལ་ཡང་ད་ཡོད་མ་རྟགས། དེ་འདྲ་ཡིན་པའི་ཡིན་དུས་ས་གནས་གཅིག་འཆི་བའི་གི་འཇིགས་པ་གལ་ཆེ་འཇིགས་པ་ཆེ་ཤོས་འདྲ་བ་དེ་ཁོ་རང་འཆི་བ་ལ་ད་འཇིགས་པ་མང་པོ་ཅིག་ཡོད་རེད་དེ། ཞེད་སྣང་སྐྱེ་བ་མང་པོ་ཅིག་ཡོད་རེད་དེ་ཡིན་ན་ཞེད་སྣང་ཚ་ཤོས་རུ་དེ་ག་རེ་ཟེར་ན། ག་དུས་ཤི་གི་ཡོད་མེད་ཚོད་དཔག་བྱེད་མི་ཐུབ་ཡག་གི། བྱས་ན་ཚ་ཤོས་རུ་ཆགས་ཡོང། གལ་སྲིད་ང་ཚོའི་གིས་ཅིག་ཤི་ཡ་ལ་ཡ་ཅིག་གྲ་སྒྲིག་བྱས་ཡ་ཡོད་པ་ཅིག་དང། སྔོན་ཚོད་ནས་ཅིག་ག་དུས་ཤི་གི་ཡོད་མེད་ཏག་ཏག་ཅིག་ཧ་གོ་བ་ཡིན་པ་ཡིན་ན། ཅིག་བྱས་ན་ཅིག་ད་ལྟ་ཅིག་འཆི་བ་ལ་ཅིག་རྒྱུས་མེད་གི་སེམས་ཁྲལ་དང་ཅིག

ཅིག་སོ་སོས་བསྒྲུབ་དགོས་བསམ་པའི་བྱ་བ་དེ་སོ་སྔོན་ལ་བསྒྲུབ་ཆོག་རུང། མ་མཐའ་ས་གཉིས་ཤེས་རན་དུས་རྩ་ནས་ད་འགྱོད་པ་སྐྱེ་དགོས་ཨ་ཅེ་ཆགས་ཀྱི་མ་རུང། དེའི་ནང་ནས་ཀྱང་ལྷག་པར་དུ་ཅིག་སོ་སོས་ཀྱི་བསམ་པའི་བྱ་བ་གལ་ཆེ་ཤོས་ག་རེ་ཡིན་པ་དེ་བསྒྲུབ་ཡག་གི་འདུན་པ་ཤུགས་ཆེ་ཡོང་གི་རུང། ཡིན་ན་ཡང་ད་དངོས་ཡོད་གནས་ཚུལ་ཐོག་ལ་ཡང། ང་ཚོ་ཚང་མས་ཀྱི་དེ་འདྲས་བྱེད་རྒྱུ་ཅིག་དྲན་གི་འོས་པར་གདའ། ད་ག་དུས་ཡིན་ནའི་བྱ་བ་གལ་ཆེ་ཤོས་དེ་སྒྲུབ་ཡག་གི། ག་དུས་ཡིན་ནའི་ད་ཅིག་བྱ་བ་གལ་ཆེ་ཤོས་དེ་ག་རེ་ཡིན་པ་དེ་ང་ཚོས་གི་རྗེས་ནས་དེ་བྱེད་ཡག་དེ་དྲན་རོགས་བྱེད། ད་སང་ཉིན་ཤི་རེ་འདུས་ས་ནི་ཤི་ནའི་ད་ངས་འདི་འདྲས་ཀྱི་བྱས་བ་བསམ་སོང་དེ་བྱུང་མ་སོང་ཕན་འབྲས་ཀྱི་བྱས་བ་བསམ་སོང་ད་དེ་ཡང་འགྲིག་མ་སོང་བསམ་པར་འགྱོད་པ་མང་པོ་སྐྱེས་དེ་ཡང་ཆགས་གོ། ད་འདི་འདྲས་སྐད་ཆ་ད་འདི་འདྲའི་ཤེས་ཡོན་དུས་སང་ད་མི་སུ་ཡིན་ན་ཡང་སེམས་ལ་སྐྱིད་པོ་མི་འདུག་ག་ད་ཆུ་བ་མི་རྟག་པ་ཀོ་ཤེས་ཡོན་དུས་ཨ་ད་དེ་ད་མ་ཤེས་ད་གཡུག་ཞོག་མཚམས་ཞོག་ཟེར་ཡང་རུ་པ་ཅིག་མ་གཏོགས་ཅིག་ད་སྐྱིད་པོ་བདེ་པོ་ཅིག་ཡོང་གི་འོ་མ་རེད་ད་ད་དེ་ཤེས་སྐད་ཆ་དེ་ཤེས་ཡོན་དུས་འདི་ཅིག་བློ་ལ་མ་བདེ་བ་ད་བློ་ཕམ་རོགས་ཅིག་ཡོང་གི་ཨ་ཡིན་ན་ཡང་ད་ང་རང་ཚོ་ཏོ་ཙི་ཅིག་དགའ་དགོས་ཡ་རུ་པ་ཅིག་དང་དེ་ནས་ཅིག་ག་ཤོག་རུ་ཅིག་ཏོ་ཙི་ཅིག་ཨུ།

དེ་སོ་སོའི་བློ་ལ་ངེས་པ་ཡོད་ན་མེད་ན་ད་དེ་ཡོད་རེད་ཟེར་ཡ་གོ་ཡིན་ཤག་ཤག་འདྲ་པོ་ཅི་ང་ཚོས་བརྩི་བདེ་ཡོད་རེད་ཡིན་ན་ཡང་ང་ཚོའི་གི་སྐལ་བ་ཕྱི་མ་ཡོད་མེད་ཀྱི་སྐོར་ལ་ཡང་དངོས་གནས་དྲང་གནས་ཅིག་སེམས་པ་ལྷོད་ལྷོད་བྱས་ནས་བསམ་གཞིག་ནན་ཏན་བྱེད་མྱོང་ཡོད་རེད་བས་ལབ་ན་ད་བར་ཆད་བྱེད་མྱོང་ཡོད་མ་རེད་བ་ད་སྐད་ཆ་དྲང་པོ་བཤད་ན

ད་འདིའི་སྐབས་ལ་ཅིག་ཡང་ཅིག་སངས་རྒྱས་ཀྱིས་ཅིག་གསུངས་ཡོད་རེད་འདི་འདྲས་གསུངས་ཡོད་རེད་ཕིན་འདྲས་གསུངས་ཡོད་རེད་ཟེར་ཡག་དེ་ཚོ་མངལ་ན་མཚམས་བཞག་ནས། སོ་སོ་རང། སོ་སོ་རང་གིས་བསམ་བློ་བཏང་ནས། རེ་བ། རིག་པ་བཏང་ནས། ད་ང་ཚོ་མཉམ་དུ། སྐྱེ་བ་ཕྱི་མ་དངོས་གནས་ཡོད་རེད་ཡོད་རེད་པས་ཟེར་ཡག་གི་དེ་འདྲས་ཀྱི་བསམ་བློ་གཏོང་དགའ་དེ་གལ་ཆེན་པོ་ཞག་རེད་བསམ། གཞན་མ་མཐོང་ཡང། ང་ཚོས་གཅིག་སངས་རྒྱས་ཀྱི་གསུང་དང་གཅིག་མཁས་པའི་བསྟན་བཅོས་དེ་མཐོང་འདུག་ད་ཁོ་ཚོས་ཀྱི་ལབ་ཡིན་ཙང་དེ་ཡིན་གྱི་རེད་བསམ་ས་རོགས་ཀྱི་མ་གཏོགས་གཅིག་གིས་སོ་སོའི་དངོས་སུ་དེ་ནས་བསམ་བློ་བཏང་ནས་རེད་འདུག་མི་འདུག་གི་མྱོང་བ་གས་ཐོན་ཡོང་མ་གཏོགས། མི་གཞན་དག་གི་བཤད་བཞག་པའི་སྐད་ཆ་དེ་གིས་ཨ་ན་གཅིག་རང་ལ་མྱོང་བ་སྐྱེས་པའི་གི་ཅིག་ཚབ་བྱེད་ཐུག་གི་མ་རོགས། ད། གང་ལྟར་ཡང་ང་ཚོས་ཅིག་སོ་སོའི་རང་གི་ངོས་ནས་ད་བསམ་བློ་གཏོང་དགོས་པ་ཅིག་དང། དེ་ནས་ཅིག་དཔྱད་པ་བྱེད་དགོས་པ་དེ་གལ་ཆེན་པོ་ཞིག་ཏུ་ཆགས་བསྡད་ཡོད་རེད། ད་དེ་ང་ཚོས་བསམ་བློ་བཏང་དཔྱད་པ་བྱས་ཡོང་དུས་བཟང་ནས། དོན་དག་ཁ་ཤས་ཅིག་གྲུབ་འབྲས་རེད་དཔྱད་པ་བྱས་པའི་གི་གྲུབ་འབྲས་རེད་ཟེར་ན་འདྲ་འདུག་བསམ་བློ་ཁ་ཤས་ཅིག་འཁོར་སྲིད་རེད། བསམ་བློ་དང་པོ་དེ་ག་རེད་ཟེར་ན། སྐྱེ་བ་ཕྱི་མར་ས་ཡ་དེ་ཡོད་ས་མ་རེད་ད། ཡོད་བ་མ་རེད་ད། ཡོད་ས་མ་རེད་ངས་བསམ་བློ་ག་འདྲས་བཏང་ན་ཡོད་དེ་ཡོད་ས་མ་རེད་ད། དེ་ཡོད་བ་མ་རེད། མི་ཤི་ཚ་དུས་ཚང་མ་མི་ཤི་བ་དེ་གཅིག་པ་རེད་ད། དེ་རིང་དུས་ཚང་ནས་ད་མཇུག་རྫོགས་ཚར་ཚར་ཚར་རེད་ཚར་ཚར་རེད་ད། ད་ཡོད་བ་མ་རེད་ཟེར་ཡ་རུ་གཅིག་དེ་འདྲས་གཅིག་བསམ་བློ་འཁོར་སྲིད་གི་རུ་བ། བསམ་བློ་འཁོར་སྟངས་རུ་གཅིག།

ཞུགས་བྱས། ཨ་ནི་གཅིག། དམྱལ་བ་ལ་འགྲོགས་པ་དེ་ཚོ་དམྱལ་བ་ལ་བྱིན། བཏང། ལྷ་ཡུལ་ལ་འགྲོགས་པ་དེ་ཚོ་ལྷ་ཡུལ་ལ་བཏང་ར་བ་དེ་འདྲའི་བའི་ཐག་བཅད་ནས། དེ་ནི། ད། མཇུག་རྫོགས་པ་ར་བ་ཅིག། དེ་འདྲ་ཅིག་ཡིན་པ་ཅིག་ཤེས་དགོས་པ། ད་གསུམ་པ་དེ་ང་ཚོས་ག་རེ་དྲན་སྲིད་པ་རེད་ཟེར་ན། ད་གཅིག་ང་ཚོས་ནང་པའི་བཤད་སྟངས་ར་བ་རུ་བྱས་བྱས། ད་སྐྱེ་བ་ཕྱི་མ་ཟད་དུ་ཡོད། ད་པའི་སྐྱེ་བ་ཕྱི་མ་དེ་གཅིག་གིས་བསད་པ་ན་གཉིས་གསུམ་ཡང་ན་བརྒྱ་ཕྲག་སྟོང་ཕྲག་ཡང་ན་པའི་མུ་མཐའ་མེད་པ་དེ་འདྲས་ད་ཡོང་སྲིད་ཀྱི་རེད་བསམ་པ་རེད་གཅིག་ཀོ་བློ་ལ་འཁོར་སྲིད་ཀྱི་རེད། ད་མདོར་ན་གཅིག་འཛམ་བུ་གླིང་གི་ཐོག་ལ་ཡང་གཅིག་གནའ་ནས་དར་བར་དུ་གཅིག་མཚན་ཉིད་རིག་པ་ཟེར་ཡ་ར་བོ་དང་དར་ནང་བཞིན་གཅིག་བསམ་བློ་བ་ཟེར་ཡ་ར་བོ་དང་དར་ནང་བཞིན་གཅིག་ཆོས་ལུགས་འདྲ་མིན་མང་པོ་རུ་བྱུང་བ་རེད། ཁོ་ཚོ་ཚང་མས་གིས་གཅིག་དོ་སྣང་བྱེད་ཡག་གི་དྲི་བ། ར་བ་ཨ་མ་གཅིག་དེ་ག་རེ་རེད་སེ་ལ་པའི་མི་ན། མི་དེ་གཅིག་གསོན་པོར་གནས་དགོས་པའི་གི་གཅིག་སྙིང་པོ་རུ་ག་རེ་རེད་སེ། མིའི་མི་ཚེ་གི་སྙིང་པོ་ག་རེ་རེད་སེ་ཨ་དེ་རུ་མ། ད་དྲི་བ་ཨ་མ་དེ། དེ་འདྲ་ཡིན་པའི་ཡིན་དུས་ས་ནས་ད། ན་ནས་ད་བར་དུ། འཛམ་བུ་གླིང་འཛམ་གླིང་ཤར་ནུབ་ཀྱི་མི་མང་ཆེ་བས་གི་ག་རེ་དྲན་གི་ཨ་རུ་སེ་ན་གཅིག་ཤི་ཚར་དུས་ཕ་ཆིན་མེད་པ་ཆགས་འགྲོ་གི་མ་རེད་སེ།

གལ་སྲིད། ཐེངས་གཅིག་ལས་མེད་པ་ཡིན། ད་དེ་འདྲ་ཡིན་པ་ཡིན་ན་ད་ཁོ། ད་ལྟ་བར་དུ་ཅིག་མཚན་ཉིད་རིག་པའི་གཞུང་ལུགས་མང་པོ་ཅིག་དང་ཆོས་ཀྱི་གནས་ལུགས་མང་པོ་ཅིག། འཛམ་བུ་གླིང་འདིའི་ཐོག་ལ་ཡོད་པ་དེ་ཅིག་ཆོ་མེད་པ་འདྲ་བོ་ཆགས་ཤིང། དེ་ད་ལྟ་བར་དུ་ཅིག་རྒྱུན་གནས་དགོས་ཨ་ལ་དགོས་པ་རྒྱུ་མཚན་མེད་བསྡད་པ་ཆགས་ཏེ་འོང། དེ་ནས་ཡིན་ན་ད་དེ་ཁོ་རྒྱུན་གནས་དུ་ཡོད་པ་ཡིན་ཙང་ད་ཁོ་ལ་རྒྱུ་མཚན། ཏན་ཏན་ཅིག་ཡོད་ཙང་དེ་རྒྱུན་གནས་བསྡད་པ་ཕྱིར་བ། དེ་ཙམ་དུ་མ་ཟད་པའི་དངོས་ཡོད་ཀྱི་དཔང་རྟགས་དང་མིག་མཐོང་ལག་ཟིན་གྱི་སྒོ་ནས་ཉམས་ཞིབ་བྱས་རྗེས། ཉམས་ཞིབ་དང་བརྟག་དཔྱད་བྱས་རྗེས། དེ་འབྲེལ་གྱི་ཅིག་ཉམས་ཞིབ་དང་བརྟག་དཔྱད་བྱས་པར་བརྟེན་ནས་སྐད་ཆ་བཤད་མཁན་གྱི་དེང་དུས་ཀྱི་ཚན་རིག་པ་མང་པོས་ཀྱང་མི་ཤེས་ཚང་ནི་རྒྱུན་ཆད་འགྲོ་གི་རེད་བྱས་རྗེས་མཐའ་གཅིག་ཏུ་ཐག་གཅོད་བྱེད་ཐུག་གི་ཡོད་པ་རེད། བྱེད་མི་ཐུབ་པ་ཙམ་དུ་མ་ཟད་པའི་ཅིག་ཐབས་སྣ་ཚོགས་ལ་བརྟེན་ནས་ད་མི་ཤི་ཚར་དུས་ཙམ་ན་ག་འདྲའི་ཆགས་འགྲོ་གི་འདུག་ད་དེ། ཐབས་སྣ་ཚོགས་ལ་བརྟེན་ནས་བརྟག་དཔྱད་བྱེད་ཀྱི་ཡོད་རེད། ད་མདོར་ན། ད་ལྟ་ང་རང་ཚོ་ལ་ཅིག་སྐྱེ་བ་ཕྱི་མ་ཡོད་པའི་གི་ཅིག་ངེས་ཤེས་བརྒྱ་ཆ་བརྒྱ་ཐམ་པ་ཅིག་ང་རང་ཚོ་ལ་ཡོད་མ་གཏགས། ང་རང་ཚོ་ནང་པ་ཚོ་ལ་ཡོད་མ་རེད་ནང་པ་ཚོ་སྐྱེ་བ་སྔ་མ་སྔ་ཅིག་ཕྱི་མ་ཁས་ལེན་གི་ཡོད་རེད་དེ་ང་ཚོ་ལ་ཡོད་མ་རེད། ཡིན་པ་ཡིན་ན་ཡང། ང་ཚོའི་གི། ཉི་མ་རེ་རེའི་གི་མི་ཚེའི་ནང་ལོགས་ལ་ཡང། ཅིག་སྐྱེ་བ་ཕྱི་མ་ཡོད་དམ་མེད་ཟེར་ཡག་ཅིག་བསམ་བློ། དེ་ཅིག་འཁོར་སྲིད་པ་རུ་ཅིག་དང་དེ་འཁོར་དགོས་ཡག་གི། གནད་འགག་རུ་གལ་ཆེན་པོ་ཆགས་ཡོད། དེ་ཡང་དཔེར་ན་ཅིག། མཚན་ནག། མཚན་ནག་མོ་ཅིག་སོ་སོ་གཅིག་པུ་ཅིག་ཁ་ཁུ་སིམ་མེར་ཡོད་པའི་སྐབས་དེ་འདྲའི་སྐབས་ལ་ཡང་ཅིག་ང་ཚོའི་གི་དེ།

དེང་སང་ཚན་རིག་པ་ཚོས་ཀྱིས་ཡང་མི་ཁ་ཤས་པའི་སྙིང། ཕག་ཡག། མཚམས་བཞག་ནས་ད་གར་སོང་ད་ད་ཤི་བར་འགྲོ་བ་ཅིག་ཆགས་བསྡད་འོང་རོགས་ད་སྙིང་ཕར་མཚམས་བཞག་ནས། དུས་ཡུན་གང་འཚམས་སོང་ས་བས་རྗེས་ནས་ཡང་བསྐྱར། གསོད་ཡོང་བའི་མི་ཅིག་འདི་ཡོང་རོགས་ད། ཨ་ད་དེ་ཚོ་ལ་ཡང་བརྟག་དཔྱད་བྱས་བྱས། མི་ཤི་ཚར་བའི་རྗེས་སུ། སེར་སྣ་འདྲ་འདྲ། ཀླད་པ། ལས་ཀ་མི་བྱེད་པའི་རྗེས་སུ་ག་རེ་ཆགས་འགྲོ་གི་འདུག་ཨ། བརྟག་དཔྱད་བྱེད་ཀྱི་ཡོང་རོགས་ད། ད་ནང་བཞིན་གྱི་འཛམ་གླིང་གང་ས་གང་ལ་ཡང་ཅིག་སྐྱེ་བ་སྔ་མ་དྲན་པའི་གི་མི་མང་ཐག་ཆོད་ཡོད་རེད་ལྷག་པར་དུ་ཅིག་བྱིས་པ་ཆུང་ཆུང་འདི་ཚོས་སྤུ་གུ་ཆུང་ཆུང་འདི་ཚོས་གྱི་ཅིག་སྐྱེ་བ་སྔ་མ་དྲན་པའི་གི་གནས་ཚུལ་བདེན་པ་ར་སྤྲོད་ཡོད་པ་དེ་འདྲ་ཡང་མང་པོ་ཡོད་པ་ཅིག་ང་ཚོས་གོ་ཐོས་ཡོང་གི་འདུག་ག། ད་གལ་སྲིད་ནག་ཚོན་གྱིས་མ་འོངས་པ་ལ་ཡང་གཅིག་སྐྱེ་བ་རྗེས་མ། སྐྱེ་བ་དེ་ཚེ་འདི་ཙམ་མ་ཡིན་པར་སྐྱེ་བ་རྗེས་མ་གཅིག་མིན་གཉིས་མིན་བརྒྱ་མིན་སྟོང་མིན་འདི་འདྲའི་མང་པོ་ཞིག་ཡོང་ཡ་ཡོད་པ་འདྲ་བ་ཞིག་ཐག་ཆོད་པ་ཡིན་མིན་ན། ནག་ཚོན་གྱིས་ད་ལྟའི་གི་གཅིག་ལས་ཀ་བྱེད་སྟངས་དང་བསམ་བློ་བཏང་སྟངས་དང། གཅིག་འཆར་གཞི་བཞག་སྟངས་ལ་འགྱུར་བ་ག་རེ་ཡོང་གི་རེད་ཟེར་ལབ་པ་ཡིན་མིན་ན། དེ་ཏན་ཏན་འགྱུར་བ་ཡོང་གི་རེད། དཔེར་ན། ང་ཚོས་གློག་བརྙན་ཞིག་བཟོས་པ་ཡིན་མིན་ན། ད་གློག་བརྙན་དེ་འདོན་ཐེངས་གཅིག་མ་གཏོགས་མེད་པ་བྱས། འདོན་ཐེངས་གཅིག་མ་གཏོགས་མེད་པ་ཆེད་གློག་བརྙན་སྐོར་ར་གཅིག་མ་གཏོགས་མེད་པ་ཡིན་མིན་ན། ཨ་ནི་གློག་བརྙན་དེ་བཟོ་དུས་ཟ་ན་ཅིག་གློག་བརྙན་གྱི་འཁྲབ་གཞུང་དང། ནང་དོན་དེ་ཚོ་ཡིན་མིན་ན། དེ་དང་མཚུངས་པ་བྱས་རྗེས་ཕལ་ཆེར་ཅིག་ཆུ་ཚོད་གཉིས་ཙམ་ནང་ནང་ལ་ཡང་ཅིག་ཚ་ཡག་གིས། ད་དེ་འདྲས་ཀྱི་ཅིག་བར། འཆར་གཞི་རུ་པ་ཅིག་བཟོ་དགོས་རུ་བ། ད་གལ་སྲིད་གློག་བརྙན་དེ་ལེའུ་མང་པོ་ཡོད་པ་ཅིག་ཡིན་མིན་ན། དེ་ནས་འཁྲབ་གཞུང་དེ་ཡང་གོང་དང་མི་འདྲ་བ་ཅིག། ལེའུ་མང་པོ་ཡོད་པའི་གཞི་གཞག་བྱས་རྗེས་དེ་འདྲ་ཅིག་གིས་འཁྲབ་གཞུང་ཅིག་བཟོ་དགོས་རུང་བ། དཔེ་དེ་ནང་བཞིན་བྱས་རྗེས་ང་ཚོ་ལ་དཔྱད་བ་སྐྱེ་བ་གཅིག་མ་གཏོགས་མེད་པ་ཡིན་ན་དེ་དང་མཐུན་པའི་ཅིག་བསམ་བློ་དང། འཆར་གཞི་བཟོ་སྟངས་ཅིག་ཡོད་རེད། ད་གལ་སྲིད་སྐྱེ་བ་མང་པོ་ཡོད་པའི་མི་སྣ་ཡང་དེ་དང་མཐུན་པའི་གི་ཅིག་བསམ་བློ་དང་འཆར་གཞི་བཞག་སྟངས་ཅིག་གཞན་དང་མ་འདྲ་བ་ཅིག་དགོས་རུང་བ། གཞན་དང་མ་འདྲ་བ་ཅིག་བཟོ་དགོས་རུང། དེ་འདྲ་ཡིན་དུས་ས་ན་མདོར་ན་ང་ཚོའི་གི་མིག་རྒྱང་དེ། སྐྱེ་བ་ཕྱི་མ་སྐོར་གྱི་བསམ་བློ་བཏང་དུས་ས་ང་ཚོའི་མིག་རྒྱང་དེ་ཐག་རིང་དུ་བཏང་ནས། ཐག་རིང་ས་ལ་བལྟས་བལྟས་བྱས་བསམ་པ་རྒྱ་ཆེ་རུ་བཏང་ནས། གལ་སྲིད་ཅིག་མ་འོངས་པ་ལ་ཅིག་སོ་སོའི་གི་སྐྱེ་བ་སྟོང་ཕྲག་ཁ་ཤས་ཀྱི་མཚམས་ལ་གལ་སྲིད་ཅིག་ཕྱི་མིག་རེ་བ་ཅིག་བལྟ་ཡ་ཡོད་པ་ཡིན་མིན་ན། ད་རེས་ཀྱི་ང་ཚོའི་མི་ཚེ་འདི་དཔེ་ཧ་ཅང་གི་ཐུང་ཐུང་རུབ་ཅིག་དང་མངོན་གསལ་མེད་པ་དཔེ་ཆུང་ཆུང་ཆུང་ཆུང་རུབ་ཅིག་དེ་འདྲ་ཅིག་ལ་ཡང་མཐོང་གོ་རུང་བ། དེ་ཡང་དཔེ་མཚོན་རུབ་ཅིག་ཞུས་པའི་མི་སྣ་ང་ཚོའི་གི་སའི་གོ་ལ་འདི་ཉི་མའི་ཁྱིམ་རྒྱུད་ནང་གི་རྒྱུ་སྐར་ཆུང་ཆུང་རུབ་ཅིག་རེད། རྒྱུ་སྐར་ཆེ་གྲས་མ་རེད་རྒྱུ་སྐར་ཆུང་བ་རེད། ད་དེ་ནས་ང་ཚོའི་གི་དགུ་ཚིགས་སྐྱ་མོ་འདིའི་ནང་ལོགས་ལ་ཡང་ང་ཚོའི་ཉི་མ་དང་འདྲ་བའི་གི་ཉི་མ། དུང་ཕྱུར་སྟོང་ཕྲག་གཅིག་ཙམ་ཡོད་རེད། དེ་ནས་ང་ཚོའི་གི་འཇིག་རྟེན་འདི་ལ་ཡང་ད། Universe། ཟེར་མོད་འཇིག་རྟེན་གི་ཁམས་ཆེན་པོ་འདིའི་ནང་ལོགས་ལ་ཡང། ད་ལྟ་ཚན་རིག་པས་མཐོང་ཐུབ་པའི་གི་དགུ་ཚིགས་སྐྱ་མོ་འདྲ་བའི་གི་སྐར་ཚོགས་ག་ཚད་ཡོད་རེད་ཞུས་པ་ཡིན་ན། སྐར་ཚོགས་དུང་ཕྱུར་ཚུལ་ཁྲག་གཉིས་ཡོད་རེད། དེ་ཡང་ད་ཕྱོགས་གཞན་དག་ཅིག་ནས་ཞུས་པའི་མིན་ན། ད་ལྟའི་འཇིག་རྟེན་གྱི་ཁམས་ལ་ཡང། སྐར་ཚོགས་དུང་ཕྱུར་ཁྲི་ཕྲག་གཉིས་ཡོད་རེད་ཟེར་བར་བ། དེ་ནས་སྐར་ཚོགས་དུང་ཕྱུར་ཁྲི་ཕྲག་གཉིས་ཡོད་དུས་སང་དེའི་ནང་ལོར་ཉི་མ་ག་ཚོད་ཡོད་རེད་ལབ་ན། ང་ཚོའི་ཉི་མ་ནང་བཞིན་གྱི་ཉི་མ་ག་ཚོད་ཡོད་རེད་ལབ་ན། ད་མིའི་ཀློག་ལ་ཤོང་ཡང་དཀའ་ལ་ཁག་པོ་རེད། གྲངས་ཀ་ཐད་ཡང་དཀའ་ལ་ཁག་པོ་རེད། ད་དེ་འདྲའི་ཆེད་ཀྱི་བསམ་བློ་བཏང་ཡོང་དུས་སང་ནས། རྟགས་སའི་གོ་ལ་དེ། འཇིག་རྟེན་གྱི་ཁམས་ལ་ལྟོས་ན། འབྲུ་རྡོག་པོ་གཅིག་གི་གོ་ས་ཡང་ཡོག་མ་རྟགས་འབྲུ་རྡོག་པོ་གཅིག་གི་ཆེ་ཆུང་ཡང་ཡོག་མ་རྟགས། སའི་གོ་ལ་སྐོར་འབྲུ་རྡོག་པོ་གཅིག་གི་ཆེ་ཆུང་མ། ཆེ་ཆུང་ལས་ཆུང་བ་ཡོད་དུས་ས་ནི་མི་དེ་ཚོ་གོ་བ་ཆེ་ཚོ་མི་གོ་རང་རྟགས་གར་སོང་ཆ་མེད་ཆ་ཚ་རྟགས། མི་གོ་རང་དེའི་གྲས་ལས་རྟགས་ཀྱི་ག་རེ་དངོས་པོའི་གྲས་ལས་ཡོག་མ་རྟགས། བྱས་ཙང་ང་ཚོའི་བསམ་བློ་སྟངས་སྟངས་དེའི་ནང་བཞིན་བྱས་བྱས། ང་ཚོའི་གི་བསམ་བློ་དེ་རྒྱ་ཆེ་རུ་བཏང་ནས་རྒྱ་ཆུང་ས་གུ་དོག་པོ་རུ་བསམ་བློ་མ་བཏང་ཞིག་རྒྱ་ཆེ་ས་ནས་བསམ་བློ་བཏང། དེ་འདྲའི་རྒྱ་ཆེན་པོ་ཅིག་བསམ་བློ་བཏང་ནས་སྐྱེ་བ་ཕྱི་མའི་སྐོར་ལ་བསམ་གཞིག་བྱེད་དགོས་འདུག། དེ་བསམ་གཞིག་བྱས་ནས་སྐྱེ་བ་འདི་འདི་དང་ཅིག་ཚེ་འདི་དེ་ཅིག་ཧ་ཅང་གི་ཐུང་ཐུང་ཅིག་དང་ཧ་ཅང་གི་ཅིག་ཉུལ་ཉུལ་ཞིག་རེད། བེར་བའི་ཆུང་ཆུང་གྲུབ་ཆ་རེད། ད་ཡང་དེ་དང་དུས་མཉམ་དུ་ཡང་ང་ཚོའི་བསམ་བློའི་ནང་འཁོར་དགོས་ཡ་གཅིག་ག་རེ་རོ་ཟེར་ན། སྐྱེ་བ་ཚེ་འདི་ཅིག་དུས་ཚོད་མཐུན་མཐུན་རེད། ད་རང་བཞིན་ཅིག་ག་རེ་ཟེར་ན་ད་ཁོ་མངོན་གསལ་མེད་པ་ཆུང་ཆུང་རུབ་ཅིག་རེད་དེ། སྐྱེ་བ་རྗེས་མ་མང་པོ་ཅིག་ལ་བལྟས་པས་ན་ཁོ་ཆུང་ཆུང་རུབ་ཅིག་རེད་དེ། ཡིན་ན་ཡང་ཆུང་ཆུང་གི་མི་ཚེ་འདི་རིན་ཐང་བྲལ་བ་ཅིག་ཡིན་པ་དེ་ང་ཚོས་ཧ་གོ་དགོས་ཡོད་རེད།

པའི། ཀ་རོ། གོ་བ་མེད་པའི་གླང་རྒན་ལ་རྒྱལ་པོའི་བཀའ་ལས་དབྱུག་པ་བཙན་ཟེར་ལགས་རོགས་དང་ང་ཚོའི་བོད་པའི། ད། གླང་གོག་དེ་ཚོ་ལ་མི་སྐད་རྒྱབ་ན་གོ་གི་མ་རེད། དེ་ལ། རྒྱུག་པ་ཁྱེད་ཀྱིས་ཁོ་ཚོར་སྐད་ཆ་བཤད་གོ་རེད་ལགས་རོགས་ད། ད་དེ་ཕྱོགས་གཅིག་ནས་ད་དེ། ཏག་ཏག་དེ་གི་ཡོད་མེད་ཉག་མོ་གོ། ད་གང་ད་གང་ཡིན་ནས་མི་ནས་ཅིག་ང་ཚོ་དེ་ནང་བཞིན་ཆགས་རོགས་ད། གླང་གོག་དེ་ཡིན་མིན་ནང་བཞིན་ཡིན་མིན་ཧ་མོ་གོ་ཡིན་ན་ང་ཚོ་དེ་ནང་བཞིན་ཆགས་རོགས་ད།